སྐུ་མ་སྐུ་བ་རི་སྐུ་ལ་རྒྱ་བའི་སྐུ་ནི་ས་སྐུ་ཡིས་བྱིས་པ་དག་ཡིག་ཁ་ནས་སྐྱོར་མ་དག་ཡིག་གི་ལག་ནས་བྲིས། ཨོ་ཡ། ཟེར་བ་ཆེས་མོ་ཏོ་ཅིག་དེ་རིང་ང་ཚོ་སློབ་ཚན་ག་རེ་རེད་ཟེར་ན་སྒྲ་མཐུན་ཐ་སྙད། འབྲེལ་མཐུན་ཐ་སྙད་དུས་འདྲ་གཅིག་པ་ཡིན་པའི་མིང་ཚིག་མང་པོ་ཞིག་མ་བཀླགས་པ་ཡིན་གཟིགས་ཡོར་ད། ད། འདི་གར་ཤིང་ཀི་རེད་ཟེར་ན་ཁྱེད་རང་ཚོས་དག་ཆ་ཡར་སྐྱེད་འགྲོ་གི་རེད་ད་ད་ངས་བརྙན་ལ་ད་ག་རྩེད་མོ་རྩེ་བཞིན་སྐྱོར་སོང་ང་སྙན་མ་ཨེ་འདྲེས་གཟིགས་ཡོར་རེད། དག་ཡིག་ད་ད་དེ་ཡིག་འདི་འདྲེས་འདུག་ང་འདི་ལ་དག་ཡིག་གཟིགས་རོགས་ཨ། དག་ཡིག་འདི་ཁ་ནས་སྐྱོར་གི་རེད།

སྒྲ་མཐུན་ཐ་སྙད། དཀའ་ལས་ཁག་པ་ད་གའ་དང། དཀའ་སློབ་དཀའ་མོའི་བ་ག་ཡིན། ཆུ་ཡི་དཀའ་ནི་ར་ག་ཡིན། འོ་ཡ། ད་དེ་ག་རེ་ཟེར་བ་རེད་ཟེར་ན་དཀའ་ལས་ཁག་པོ་ཧང་རང་ཚོ་ལས་ཀ་དེ་འདྲས་བྱེད་དུས་དཀའ་ལས་ཁག་པོ་དོ་ཨ། དཀའ་ལས་ཁག་པོ་ཟ་དེ་དཀའ་ལས་དཀའ་ལས་ཟ་ཞེས་དོ་ཨ་དཀའ་ངལ་དང་དཀའ་ལས་དང་དཀའ་སྡུག་དེ་ཟ་དེའི་དཀའ་དེ་བྲིས་དུས་དོ་ཨ་དཀའ་དཀའ་བྲིས་ལ་རེད། ད་བཀའ་སློབ་བཀའ་མོལ་བ་ག་ཡིན་བཀའ་སློབ་གནང་ཡག་ད། ཨན་མི་རྒན་ལགས་ད་ང་ཚོ་བཀའ་མོལ། རྒན་ལགས་ད་ཁོང་ཚོ་བཀའ་མོལ་གནང་གི་འདུག་ས་བཀའ་མོལ་གནང་ཡག་ཁྱོད་རང་སྐད་ཆ་བཤད་ཡག་དེ་བཀའ་མོལ་གནང་ད་བཤད་ས། འོ་དེ་བཀའ་མོལ་བྲི་དུས་བོ་ཀ་ཨ་ཀ་བྲིས། དེ་ནས་ཆུ་ཡི་ཀ་ཆུ་ཀ་ལ་ཡི་བ་ང་ཚོ་ཆུ་ཀ་ལ་ནས་ཆུ་ལིང་གི་ཡི་བ། ཉི་མ་བོད་ལིང་ནི་ཁྲོན་པོར་བ་ད་དེང་སང་ཁྲོན་པོ་མཐོང་ཡག་ཡོ་མོར་བ་ཆུ་ཀ་ལ་ཡོར་བ། འོ་ཆུ་ཀ་ལའི་ཀ་དེ་ར་ཀ་ད་ཀ་སྟེས་ལ་རེད། དེ་ནས་བཤམས་ཏེ་ཡ། སྐུ་མ་སྐུ་བ་ར་སྐུ་ལ་བླ་མའི་སྐུ་ནི་ས་སྐུ་དང་ཀོ་ཆུ་སྟོན་པ་སྐུ་རྐྱང་ཡིན། འོ་ཡ་སྐུ་མ་སྐུ་བ་ཟེར་ན་སྐུ་མ་རྒྱ་བྱེད་དོ་བ་མིའི་ལྕགས་ལ། སྦྱིན་བདག་གི་ཧ་མ་གོ་ས་ལ་ཁ་ཁར་ཁྱེའི་སྒྲོ་བྱེད་རོགས་ཏེ་སྐུ་མ་ལ་བུར་བ། སྐུ་མ་ཟེར་ན་མིང་རེད་བ། སྐུ་མ་གི་བྱ་བ་དེ་སྐུ་བའི་བྱ་བ་དེ་ལ་ཡ་ར་ཀ་ད་ཀ་སེམས་ཆུ་སྐུ་དྲིས་ས་སྐུ་མ་སྐུ་བ། བཟའ་ཀ་དག་ག་སུ་ཀུ་སྐུ་ཡིན། ད་དེ་ནས་ང་རང་ཚོས་བླ་མའི་སྐུ། སྐུ། སྐུ་གསུང་ཐུགས་ཟེར་བའོ་དེའི་སྐུ་བྱས། དེ་ནས་སྐུ་གཟུགས་ཀྱི་སྐུ། ཨོ། པ་ལགས་དང་ཨ་མ་ལགས་རྒན་ལགས་རྣམ་པ་ཚོའི་སྐུ་གཟུགས་གསལ་ཐང་ཡིན་པས་ཟེར་བའོ་དེའི་སྐུ་གཟུགས། ཨོ་དེ་ཚོ་བྲིས་དུས་བཟའ་ཀ་དག་ག་སུ་ཀུ་བྲིས། ཨོན་ཀོ་ཅོ་སྟོན་པ་ཀུ་ཀྱང་ཡིན་ཀུ་ཅོ་ཀུ་ཅོ་སྟོན་པ་ད་གཟ། སྐད་རྒྱ་ཡ་ཞོར་བ་དོན་མེད་ཀྱི་སྐད་རྒྱ་ཞོར་འོ་དེ་ཀུ་ཅོ་སྟོན་པ་ལྷ་བུར་བ། སྐད་ཅོར་རྒྱ་ཡ་འོ་དེ་ཀུ་ཅོ་སྟོན་པ་ཟེར་འོ་དེ་ཀུ་ཅོ་བྲི་དུས་བཀའ་གཤམ་གྱི་ཀུ་ཀུ་རྐྱང་བྲིས། ཀ་ཀ་རྐྱང་ལ་ཞབས་ཀྱི་གལ་ཟེར་བ་ཀུ་རྐྱང་ལབ་དུས། འོ་དེ་ཅེ་ཅེ། ད་དེ་ནས་ལོ་ན་ཀ་བ་ར་ཀ་ལ་རྟ་ཡི་ཀ་ནི་ས་ཀ་དང་སེམས་དཔའ་ཀ་བ་ད་ཀ་ཡིན། འོ་ལོ་ན་ཀ་བ་སན་ལོ་རྒྱལ་བྱིན་པ་མི་རྒྱན་གོ་སེ་ཏོ་ཨ། འོ་ལོ་རྒྱན་གོ་ཏི་རྒྱལ་སྤྲོ་ཡ་ཅི་རོ་ཨོ་དི་ལི་ཡ་ག། རྒྱས། ག་ལམ་ན་མ་འོངས་པ་ད་ད་ད་བ། ཨོ་དུས་འདས་པ་དྲི་དུས་རྒྱས་སི་ཏི་རོ་ཨ། ད་ག་ད་ག་ས་གས་དྲི་ཡུ་ར་གས། འོ་དི་ལོ་ན་ཀ་བ་ཨ་ས་ཏི་ར་ག་ད་ག་དྲི་སི། ད་ཡང་ང་རང་ཚོ་ལྟ་ཞུན་དུས་སུ་པ་ཨ་ལེ་ཏའི་སྒང་ལ་ཡང་རྒྱལ་པའི་སྒང་ལ་ཡང་འགའ་ཟེ་བྱས་བྱས་ཅིག་གཡོ་གུ་འདུག་ཨ། ཨོ་འདི་ག་འདི་དེ་དུས་སུ་པ་ས་ག་ད་ག་དྲིས་ཏཱ་ཡི་ག། ས་ག་ད་ག་ཡིན། ཨེ་སེམས་པ་དགའ་བ་སེམས་པ་དགའ་སང་ང་ཚོ་སེམས་པ་དགའ་བོ་བྱུང་ཡ། སེམས་པ་དགའ་བོ་བྱུང་ན་ནི། ག་ཤེད་ཀའི་སེམས་པ་དགའ་བོ་བྱུང་དུས་མིག་ཆུ་བཏང་གི་རུ་བ་ག་ཤེད་སེམས་སྡུག་དུས་མིག་ཆུ་ཞུ་གི་རུ་བ། ཨོ་ཇི་ཙང་སེམས་དགའ་བ། དགའ་བ། སེམས་སྐྱིད་པ་སེམས་དགའ་བ་ཟེར་བ་འོ་དེའི་དགའ་བ་ས་དེ་བྲིས་དུས་ད་འོ་དགའ་དགའ་བྲིས་དགོས་རེད། འོ་ཡ་ད་དེ་ནས་རི་དྭགས་སྒོ་བ་ད་སྒོ་ལ། ཁང་པའི་སྒོ་ནི་ས་སྒོ་དང་སྒོ་ཤ་རྒྱག་པ་བ་སྒོ་ཡིན་འོ་བ་སྒོ་འོ་ཟེར་ལབ་རེད། ག་རེ་ལབ་དགོས་རེད་ཟེར་ན་རི་དྭགས་སྒོ་བ། ཤ་བ་སྒོ་བ་གླ་བ་སྣ་བ་བཅས་ནི་སྲོག་ཆགས་མང་པོ་ཡོད་རེད་བ། དེ་ནི་ནག་རིལ་དག་གོ་བ་སེ་ངེ་འཇོག་རེས་འོ་དེའི་གོ་བ་དེ་དྲི་དུས་དོ་བོ་ག་ན་ར་གོ་དྲིས། རྟ་ཁང་པའི་སྒོ། ཁང་པའི་སྒོ་དང་སྒྱིད་གོང་དང་ཅིག་སི་བ་ཡར་འཛུལ་ས། ཁང་པ་ལ་ཡར་འཛུལ་གོ་ཡོད་ན་གོ་དྲིམ་བཅས་འཛུལ་གོ་ར་བ། འོ་དེའི་གོ་དྲི་དུས་དུམ་པ་ས་ག་དག་ག་ན་ར་གོ་དྲི་གོ་རེས། དེ་ནས་གོ་ཤ་བརྒྱབ་བ་བག་ལེ་གང་ཚར་གཅིག་ང་ཚོ་གྲོགས་པོ་གསུམ་ལ་གོ་ཤ་བརྒྱབ་ན། ཕྱེད་ཀ་མེན་ཛེ་མེན་ཛེ་ར་གི་ར་བ། ངོ་བོ་དེ་བརྒྱ་ཆ་སུམ་ཅུ་སོ་གསུམ་གྱི་རོ་ཟེར་བ་མི་གསུམ་ལ་གོ་ཤེས་ཁྱབ་ན། ངོ་བོ་ད་གང་དག་དེ་འདྲའི་གྲོགས་པོ་དགེ་རྩེ་ལ་གོ་ཤེས་ཁྱབ་རྒྱབ་པ་གང་དག་ང་ལ་ག་རེ་ཡོད་དེ་ཁྱེད་རང་མཉམ་དུ་གོ་ཤེས་རྒྱག་གིན་ཡིན། གོ་ཤེས་རྒྱབ་པ། ཁེབ་བཟང་གོ་ཤེས་རྒྱབ་པ་བག་ལེ་གོ་ཤེས་རྒྱབ་པ་སོགས་ཡོའོ་དེ་གོ་དེ་བྲིས་དུས་བོ་བོ་ག་ན་རོ་གོ་བོ་བོ་ཤ་ཨ་ཤ་ཁྲེའུ་རེས་གོ་ཤ། འོག་ཏུ་འཇལ་བྱེད། རོལ་རྩའི་སྔགས་ནི་ར་ལྔ་ལ། ཞོགས་པ་ལྔ་པོ་ས་ལྔ་དང། གྲངས་ཀ་ལྔ་ནི་ལ་ལྔ་ཡིན། འོ་ད་འདི་གར་ཚིག་བར་ཟིན་ན་རོལ་བྱ་ང་རང་ཚོས་རོལ་བྱ་སྤྲོད་ཡག་ཡོད་བ་འདི་གཉེར་བྱང་བིན་བ་བོད་ཀྱི་རོལ་བྱ་མང་པོ་ཅིག་པི་ཝང་དང། འགྲམ་ངན་དང། གླིང་བུ་དང་ཅི་དང་མང་པོ་ཡོད་བ་འོ་དེ་ཚོ་ཚང་མ་རོལ་བྱ་རེད་བ། རོལ་བྱའི་ནང་ལོགས་ནས་སྔགས་ཚེ་གདུང་ཡག་གི་སྔགས་ཅིག་ཡོད་བ་རང་དང་དང་སྐད་བརྒྱད་ཡོད་བ་འོ་འདི་སྔགས་དེ་བྲི་དུས་གར་བྲི་དགོས་རེད་ར་ལྔ་དང་ལྔ་བྲིས།

རྟགས་འདི་ནས་འདས་ཟིན་ཨ། རྟག་པར་རྟགས་ནི་ར་རྟགས་ལ། གཅན་སའི་རྟགས་ནི་ས་རྟགས་དང། དམྱལ་བའི་རྟགས་ནི་ལ་རྟགས་ཡིན། འདི་ག་རེ་ལེགས་པ་རེད་ཟེར་ན། རྟག་པར་ཟེར་ནི་མ་རྟག་པ་རེད་ཞེས་བ། ནི་མ་གཅིག་གཉིས་ཐེངས་གཅིག་གཉིས་མ་ཡིན་པར་རྟག་པ་རེད་ས་སྦྱོར་བ། འོ་འདི་རྟག་པ་རེད་ས་འདི་རྟགས་དེ་དྲི་དུས་དང་པར་ཡང་ར་རྟགས་དང་རྟགས་ཁ་རྟགས་དྲི་བ་རེད།

ལྟར་དེ་ནས་ཡང་དེའི་འོག་དེ་ཚིག་གཞན་པ་དེ་སྲིད་ཨ། བཅོས་པའི་དྲི་ནི་ག་དྲི་ལ། སྣོམ་པའི་དྲི་ནི་ད་དྲི་དང། ཆུ་སོགས་དྲི་བ་བ་དྲི་ཡིན། འོ་དེ་ག་ལ་གོ་རེ་བཅོས་པའི་དྲི་ཟེར་ན། ཤིང་ལ་སོགས་པ་བཅོས་ཡག་བཅོས་བྱེད་ཀྱི་དྲི་དེ་ཨ་ནི། ཤ་ཟ་དུས་སུ་འབའ་དྲི་གར་རྩ་ཤ་བཅོས་ཡག་གི་དྲི་སྦྱོར་བ་འོ་དེ་དྲི་དང་ལ་སོགས་པ། དེ་དྲི་དུས་ག་ར་དང་གྲ་སྐྱེ་གུ་དྲི། འོ་བཅོས་པའི་དྲི་ཟ་དེ་དག་བྱེད་དེ་ག་རེ་ཟེར་ན་ག་ར་དང་གྲ་སྐྱེ་གུ་དྲི་རེད། ད་སྣོམ་པའི་དྲི་ཟིན་དྲི་མ་སྣུམ་ཡག་ཅེས་པ་འོ་དེ་དྲི་མ་སྣུམ་ཡག་དེ་ལ་ཡང་དྲི་མ་བཅུ་ཡོད་རེད་པ། ཨང་ད་དྲི་མ་ཞིམ་པོ། ཆུ་དྲི་མ་ཞིམ་པོ། སྤོས་ཀྱི་དྲི་མ་ཞིམ་པོ། ཨང་ལྟུག་རི་དྲི་མ་ཉན་པོ་སན་དེ་ཡོད་པ་འོ་དེ་དྲི་མ། འོ་དེ་དྲི་དེ་དྲི་དུས་ད་ར་ད་ཁྲ་སྐྱེ་དགུ་དྲི་དྲི་དགུ་རེད། འོ་ད་ར་ད་ཁྲ་སྐྱེ་དགུ་དྲི་དང་ལབ་རེད་ད་དང་དེ་ཡང་འོག་གི་ཚིག་དེའི་ཉིན་ཐོ་ལ་ཡག་བཤད་དགོས་གོ་རེད། ཆུ་སོགས་དྲི་བ་བ་དྲི་ཡིན། འོ་ཆུ་སོགས་དྲི་བ། ཆུ་དྲི་ལབ་ན་ཆུ་སྐམ་པའི་དོན་དང་རེད་པ། ཆུ་སྐམ་བཅས་ཆུ་མེད་པར་ཆགས་པ་དེ་ནི་ཆུ་བྲི་བ། སྙེ་མ་གི་དུས་ལ་ལྷག་ས་དེ་མཚོ་རེད། མཚོ་བྲི་བཅས་འདིའི་སྒང་ལ་རག་ས་འཕྲུལ་སྣང་གི་གཙུག་ལག་ཁང་བཞེངས་པ་རེད་ལབ་ཡག་བྱོས། འོ་དེ་བྲི་བ་ཟེར་ན་མེད་པར་ཆགས་པ་སྐམ་པ། འོ་དེ་འདྲེ་ལ་གུག་རྟ། ཆུ་སོགས་བྲི་བ། འོ་དེ་བྲི་ཟེར་ན་མེད་པར་ཆགས་པས་བྲི་དེ་བྲི་དུས་སུ་འབར་ལ་གི་འདྲེ་བྲི་གུག་རེད། བར་ར་དང་བྲ་གི་གུག་བྲི་བྲི་གུག་རེད་བྱས་བྱས་དག་བྱ་དུག་སུ་ལབ་རེད་ད། འོ་དེ་གས་ཐུག་ལ་བཞག་ན་འདིའི་རྒྱབ་ལོག་དེ་མུ་མཐུད་བཟི་ཨ།

ཨ་དེ་ནས་ཟས་ཀྱི་གྲོང་བ། ཟས་འདི་གྲོང་བ་ཆེན་པོ་བཞི་བོ་ཞིག་ཏུ། ཞིམ་པོ་ཡོད་པའི་དུས་མཐར་བ། གྲོང་བ་ཆེན་པོ་བཞི་བོ་ཞིག་ཏུ་ཟས་ཀྱི་བ་བ་དེ་གྲོང་བ། ཟས་ཀྱི་གྲོང་བ་ཆེན་པོ་ཡོད་ནས་བཅུད་ཡོད་པའི་ཁྱད་ཀུན་མ་རེད། ཡང་ཟས་ཁ་ཤས་བཅུད་ཆེན་པོ་ཡོད་དེ་ལས་གྲོང་བ་ཆེན་པོ་ཡོད་པའི་ཁྱད་ཀུན་མ་རེད་ཅེས་བྱའི་ལ་ཀུན་ཡང་སྦྱོར་བ། དེའི་ནང་ནས་ཟས་ཀྱི་གྲོང་བ། གྲོང་བ་ཟ་དུས་ཁ་ལ་ཞིམ་པོ། བཅུད་ལམ་ན་གཟུགས་པོ་ལ་ཁྲོས་པོ། གཟུགས་པོ་ལ་ཕན་པོ་དེ་ལ་བཅུད་ལེགས་པོར་བ་བཅུད་བརྟན་པའི་ཨ་ནི་ཟས་དེ་ཚོའི་གཟུགས་པོ་ལ་བོན་པོ་ཡོར་བ། ཁྲོ་བ་ཆེན་པོ་དེ་ཚོའི་ཨ་ནི་ཁ་ལ་ཞིམ་པོ་ཡོར་བའོ་འདི་སོ། ཟས་ཀྱི་ཁྲོ་བ་ས་དེ་དྲི་དུས་དུམ་པ་ག་འདྲས་ཁྲེ་ཁུ་རེ། བ་ར་ད་བྲ་ན་རོ་ཁྲོ་ཁྲེ་ཁུ་རེ་ལ། བ། ཁྲོ་བ་དང། ཨ་ནི་མེ་དང་ཉི་མ་ད་ཁྲོ་ཡིན། མེ་དང་ཉི་མ་སྤྲོས་པས་ན་ཁྲོ་བོ་ཡོར་བ། འོ་ཉི་མ་བསྟེན་ན་ཁ་བའི་ཁ་ལ་ཉི་མ་བསྟེན་ན་ཁྲོ་བོ་དོ། ཁ་བའི་ཁ་ལ་མེ་སྤྲོས་ནས་ཁྲོ་བོ་དོ་འོ་འདི་ཁྲོ་བོ་ཡོད་པའི་ཁྲོ་ས་དེ་ག་འདྲས་ཁྲེ་ཁུ་རེ་ད་ར་ད་བྲ་ན་རོ་ཁྲོ་ཁྲེ་ཁུ་རེ།

ནས་དང་དང་གཅན་གཟན་དང་རི་དྭགས་ཀྱི་དབྱེ་བ་དེ་ཞུས་ད་སོང་ཨ། འོ་ད་རི་དྭགས་ཟེར་ན་ཤ་མ་ཚ་ཉེ་གི་རིགས་དེར་བ། རི་དྭགས་ཀྱི་ནག་ལོག་ལ་ཡང་གླ་བ་ཞེས་གླ་རྩི་ལེན་ས་ཡོད་པས། སེམས་ཅན་ཅིག་ཡོད་རེད་འོ་དེ་གླ་བ་ལ་གོ་རེད། གླ་བ་ཟེར་དེ་དག་ཆ་བྲི་དུས་ག་ལ་དག་ལ་བྲི་དགོས་རེད། ཡང་ག་ཤེད་ཀྱི་བ་ལ་དག་ལ་ས་ལ་དག་ལ་བྲ་མ་དུ་བྲིས་ཟིག་རེད་བ་དེ་མ་རེད། ག་ལ་དག་ལ་བྲི་དགོས་རེད་ལ་རེད་ག་ལ་དག་ལ་ལ། ཚེགས་ཆུང་ཚེགས་ཟེར་ན་དཀའ་ལས་ཟེར་བ་རེད་དཀའ་ལས་ཚེགས། ཆུང་བསླབ་ན་དཀའ་ལས་ཆུང་ཆུང། དཀའ་ལས་མེད་མགྱོགས་ད་གང་ལྟར་དཀའ་ལས་མེད་པ། ལས་སླ་པོ་ཟེར་ཏེ་ལྟ་རྟོག་འཇོག། འོ་དེ་ཚིག་ཆུང་ཟེར་ན་ལས་སླ་པོ། ཚིག་ཆུང་ཟེར་ཏེ་སླ་བ་རེད། སླ་བ་ཚིག་ཆུང་སླ་བ་ཟེར་ལས་སླ་པོ་ཟེར་ཏེ་སླ་དེ་བྲིས་དུས་སུ་འབའ་ལ་ག་འདྲས་བྲིས་གོ་རེད་ཟེར་ན་ས་སླ་དར་སླ་བྲིས་གོ་རེད་ཟེར་ཡང་ག་སླ་དར་སླ་མ་བྲིས་ལ། ག་སླ་དར་སླ་བྲིས་ན་ཨ་ནི་སླ་བ་སེམས་ཅན་སླ་བ་ག་སླ་ལ་གུག་རོ་བ་ད་ག་ནང་བཞིན་མི་གཅིག་ལ་ལས་ཀ་ཀུན་སླ་ཆ་སྤྲད་གོ་རོ་བ་འོ་དེའི་སླ་ལ་གུག་རོ་ད། ད་དེ་ནས་ས་ལ་དར་བླ་ས་ཆུ་དང་འོ་དེ་ས་ལ་དར་བླ་ས་ན་ལས་སླ་པོ་ལས་ཀ་དེ་དུ་ངས་བྱེད་བཞིན་གི་ཡོད་ལས་སླ་པོ་རེད་ས་ཆུ་བ་འོ་དེའི་བླ་དེ་དེ་དུས་ས་ལ་དར་བླ་བྲིས། རྐང་པའི་བླ་ནི་བ་ར་བླ་རྐང་པའི་བླ་ས་ང་ཚོ་རྐང་པའི་ཉབ་རིའི་སྒང་དེ་ནས་ཡར་བྱས་བྱས་ཨ་ནི། བརླ་ཤ་བརླ་ཤ་ལ་བུར་བ། འོ་ད་གཟུགས་སྐུའི་དེ་དེ་སྤར་ན་ལ་སྲིད་དང་དེ་ནས་གནས་དེ་གོ་བ་ཡི་མེ་དེ་སེར་བོ་ཧ་གོ་བུར་བ། འོ་དེ་བརླ་ཤ་བརླ་ཤ་ས་དེ་བརླ་དེ་དྲི་དུས་གི་འདྲས་ཐིའུ་རེ། བ་འོ་ར་ལ་ད་བརླ་ཐིའུ་རེ་ལ་བུ་ད་དེ་ལ་ཡ་དོར་དུས་གི་འདྲས་བྱས་གི་འདྲས་ཤ་རེ་བ་ར་བརླ་ས་ལ་བ་བ་ར་བརླ་བ་འོ་ར་ལ་ད་བརླ་ས་ཐིའུ་རེ་ལ་གོ་ད། འོ་ཡ་ད་སྒྲ་མཐུན་ཐ་སྙད་གི་སློབ་ཚན་དེ་འོ་དེ་འདྲས་བྱས། ཨ་ཚིག་དེ་གས་དེ་ཁྱེད་རང་ཚོས་ཐུགས་ལ་ཡ་དྲན་པ་གསོས་པ་བྱས།